ཉེ་བའི་ཟླ་བ་འགའ་ཤས་རིང་ལ་གང་དགོས་ཅི་འདོད་རྒྱལ་ཁབ་ཤར་རྒྱུད་ཀྱི་སྒོ་མ་ཉེ་འཁྲིས་སུ་ཡོད་པའི Blanco སྐྱབས་བཅོལ་བའི་ཟློས་གར་ནང་དུ་མི་སྟོང་ཕྲག་འགའ་ཤས་འབྱོར་ཡོད་པ་དང། མི་དེ་ཚོས་གང་དགོས་གཞུང་གི་དམག་དཔུང་དང་ཨེམ་ནི་སད་སོགས་བཞེས་པའི་གྱེན་ལོག་དམག་གི་བར་འཁྲུག་འཛིང་ལ་གཡོལ་ཐབས་ཆེད་དུ་གནས་དེ་ལ་བྲོས་བྱོལ་དུ་སླེབས་ཡོད་ཅིང། དེ་ཚོའི་ནང་ནས Fenda Boma བཞེས་པའི་བུད་མེད་ཅིག་གིས་སྤུ་གུ་བཞི་པོ་དེ་ཁྲིད་ནས་གནས་དེ་ལ་སླེབས་འདུག། ང་ཚོའི་གནས་སྡོད་བྱེད་སའི་ཆ་རྐྱེན་དེ་འདྲ་ཞིག་རེད་ཆད་པ་འབབ་དུས་ང་ཚོས་ཉེས་ཆད་ཚང་མ་བསྡུ་གསོག་རྒྱག་དགོས་ཀྱི་རེད། མི་མང་པོ་ཞིག་གནས་འདི་ལ་མི་ཚེ་རྫོགས་འགྲོ་གི་རེད། སྐབས་རེ་བུད་མེད་ཚོ་ལ་བཙན་གཡེམ་ཐེབས་ཀྱི་ཡོད་རེད་ཅེས་བརྗོད་འདུག། ཇི་ནི་ཝ་ནང་དུ་ཡོད་པའི་རྒྱལ་ཁབ་ནང་ཁུལ་གྱི་སྐྱབས་བཅོལ་སྡོད་སྒར་ལ་ལྟ་སྐུལ་བྱེད་མཁན་ལས་འཁུར་གྱིས་ཉེ་ཆར་འདོན་སྤེལ་བྱས་པའི་སྙན་ཐོའི་ཞིག་གི་ནང་དུ། བྲག་གཟིངས་དང་འཁྲུག་རྩོད་སོགས་ཀྱིས་རྐྱེན་པས་འཛམ་གླིང་རྒྱལ་ཁབ་མང་པོ་ཡི་ནང་དུ། སོ་སོའི་རྒྱལ་ཁབ་ནང་དུ་སྡོད་གནས་མེད་པ་ཆགས་མཁན་གྱི་མི་འབོར་ཇེ་མང་ཕྱིན་ཡོད་པ་དང། དེ་ཚོའི་ནང་ནས་མི་འབོར་ཕྱེད་ཀ་ཙམ་དེ་ད་ལྟ་ས་ཧ་ར་ལྷོ་རྒྱུད་ཀྱི་ཧྥེ་ལིན་ས་ཁུལ་དུ་འཚོ་གནས་བྱེད་བཅུག་པ་རེད་འདུག།

ནམ་རྒྱུན་རྒྱལ་ཁབ་དེ་ཚོའི་གནས་ཚུལ་དེ་དག་བརྒྱུད་ལམ་ཆེ་ཤོས་ཁག་གི་ནང་དུ་ཐོན་གི་མ་རེད། སུ་དཱན་ནང་དུ་སྡོད་གནས་མིན་པ་ཆགས་པའི་མི་འབོར་ས་ཡ་དགུ་ལྷག་ཙམ་གྱི་སྒེར་ནས་འཛམ་གླིང་ཐོག་ལ་སྐྱབས་བཅོལ་བ་མང་ཤོས་ཡོད་ས་ཡི་རྒྱལ་ཁབ་ཆགས་ཡོད་པ་དང་ཉིས་སྟོང་ཉི་ས་གསུམ་ལོ་ཡི་སྤྱི་ཟླ་བཞི་པའི་ནང་དུ་ཡུལ་དེར་ནང་འཁྲུག་ལངས་ནས་བཟུང་སྟེ་རྒྱལ་ཁབ་དེའི་མི་སེར་མང་ཆེ་བ་སོ་སོའི་ཕ་ཡུལ་དང་ཁ་བྲལ་དགོས་བྱུང་འདུག།

དགོངས་ཞུ་སྙན་ཐོ་དེ་ལས་ཨིས་རལ་དང་ཧ་མ་སི་བར་གྱི་མ་འཁྲུག་གི་རྐྱེན་པས་ད་བར་པ་ལིས་ཐན་བར་སྔ་ཕྱི་བཞི་ཙམ་གྱི་དགག་རྩ་གནང་སྟེ་སོ་སོ་ཡི་ཕ་ཡུལ་དང་ཁ་བྲལ་དགོས་བྱུང་ཡོད་པ་དང་ས་མཚམས་སྒོ་རྒྱག་ཡོད་པའི་རྐྱེན་ལས་མི་མང་ཆེ་བ་དགའ་འགྲོ་འདོད་འགྲོ་མེད་པ་ཆགས་འདུག།
ཉེ་ཆར་རྒྱལ་ཚོགས་ཀྱི་ཚོགས་པ་ཞིག་བ་ལྟར་ན་དགག་རྩ་ལོངས་ཤོར་གྱིས་དཔྱད་གསོའི་ལས་དོན་ལ་མྱོང་ཐང་ཡང་ལོ་བརྒྱད་ཅུ་ལྷག་ཙམ་གྱི་འགོར་གྱི་ཡོད་སྟབས་ད་ལྟ་དགག་རྩ་གནང་སྟེ་སྡོད་གནས་མེད་པ་ཆགས་ཡོད་པའི་མི་མང་ཚོས་མི་ཚེ་འདི་ལ་སོ་སོ་ཡི་སྡོད་ཁང་དཔྱད་གསོ་ཡོང་ཐུབ་པ་ཞིག་མཐོང་ཁག་པོ་ཆགས་འདུག། གཞན་རང་བྱུང་གོད་ཆག་གིས་རྐྱེན་པས་མི་འབོར་གསལ་བརྗེ་ལྷག་ལ་སྡོད་གནས་མེད་པ་ཆགས་པ་དང་དཔེར་ན་ཉིས་སྟོང་ཉི་ཤུ་སོང་ལོའི་སྤྱི་ཟླ་གཉིས་པའི་ནང་དུ། ཐུར་ཁེ་དང་སི་རི་ཡ་ནང་དུ་ས་ཡོམ་གྱི་གོད་ཆག་ཁྲོད་དུ། མི་ས་ཡ་བཞི་དང་འབུམ་བདུན་ལྷག་ལ་སྡོད་གནས་མེད་པ་ཆགས་འདུག་དེ་བཞིན་ན་ནིང་ལོའི་སྤྱི་ཟླ་གཉིས་པ་དང་གསུམ་པའི་ནང་དུ་ཨ་ཧྥེ་རི་ཁ་ལྷོ་རྒྱུད་ས་ཁུལ་དུ་དྲག་རླུང་ཚུགས་ནས་ཉུང་མཐའ་ཡང་མི་ས་ཡ་གཅིག་དང་འབུམ་བཞི་ལྷག་ལ་སྡོད་གནས་མེད་པ་ཆགས་པ་རེད། དེ་དང་ཕྱོགས་མཚུངས་ན་ནི་ལོའི་ལོ་མཇུག་ཏུ་བོད་ཀྱི་འགྲོ་བ་མིའི་ཐོས་ཐང་དང་མང་གཙོའི་འཕེལ་རྒྱས་ལྟེ་གནས་ཁང་དང ADI གཉིས་ནས་མཉམ་འབྲེལ་གྱིས་སྤེལ་བའི་སྙན་ཐོའི་ཞིག་གི་ནང་དུ། རྒྱ་ནག་གཞུང་གི་དྲག་གནོན་འོག་བྲོས་བྱོལ་དུ་ཡོང་བའི་བོད་པ་ཚོས་གནས་སྡོད་བྱེད་ས་གཙོ་བོ་ཆགས་ཡོད་པའི་བལ་ཡུལ་དེ་བཞིན་ཉེ་བའི་ལོ་ཤས་རིང་ལ་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞི་བྱེད་པ་དང་རྒྱ་ནག་དང་བལ་ཡུལ་བར་ས་ཁམས་ཆབ་སྲིད་ཀྱི་འབྲེལ་ལམ་དམ་ཟབ་འགྲོ་བཞིན་ཡོད་པ་སོགས་ཀྱི་རྐྱེན་ལས། རྒྱ་ནག་གཞུང་གི་གནོད་ཤུགས་འོག་ཏུ་བལ་ཡུལ་ལྗོངས་ཀྱི་ཡུལ་དེ་ལ་ཡོད་པའི་བོད་མི་སྐྱབས་བཅོལ་བ་ཚོར་ཕྱོགས་གང་ཅིའི་ཐད་ནས་དམ་དྲག་ཆེ་རུ་བཏང་ཡོད་པའི་གནས་ཚུལ་གསལ་བཏོད་བྱས་འདུག་གོང་ཞུས་ཀྱི་གནས་ཚུལ་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་མཁན་ཚེ་རིང་དབང་མོ་ཡིན།